བོད་རིགས་སྤྱི་དང་ལྷག་པར་དུ་ད་ངེད་གཉེན་འདི་ད་སེམས་སེ་གནང་ཡས་ཡོད་པ་ཡིན་ན་དེ་ཚང་མ་ལ་ཡ་འཚམས་འདྲི་ཞུ་གིན་ཡིན། ད་ད་རིང་ང་འདི་འདྲ་མ་ཡོང་ཡས་དེ་ཏོག་སེ་གཅིག་གིས་ད་ཐོབ་བརྒྱ་དགུ་བརྒྱ། ང་ལ་ཡང་ཚོར་བ་ཤུགས་ཆེན་པོ་ཞིག་བྱུང་བྱས་ད་ད་རེས་བཀའ་མོལ་ཞུ་རྩིས་མེད་ད་ལོ་སར་སླེབས་འགྲོ་ཡི་འདུག་བསམ་པ་ལ་ཚང་མ་ད་ལྷོད་ལྷོད་བྱས་ཡོད་འདུག་དེ་ཚར་བྱས་ཨ་ནི་ཏོག་ཅིག་གིས་མི་ཚང་མ་རྣ་བ་སྐྱིབ་སྐྱིབ་འགྲོ་བྱས་ལོ་སར་གྲ་སྒྲིག་རེ་བྱས་བྱས་དེ་བྱས་བྱས་ན་ཡག་པོ་འགྲོ་ཤོར་བ་ཡིན་པ་ཡིན་ནས་ད་ང་ད་ལྟ་གནད་དོན་ཅིག་གི་ཞིབ་ཅིག་གི་ད་ཨིན་ཇི་ནང་ལ་འབོ་ལྡར་འགྲོ་ཅིག་བསམ་བློའི་ནང་ལོ་ཏོག་ཅིག་འདི་བྱུང་སོང། བློ་འཚབ་རང་ནས་རེད་བལྟས་ཚོར་བ་ཤུགས་ཆེན་པོ་ཞུ་བྱུང། དེ་ད་རང། དུ་བ་ཅིག་ལས་ཀ་གྲོལ་བའི་སྐབས་དུ་བྱུང་ངོ་དེབ་ནང་ལ་ཡི་གེ་ཞིག་མཐོང་སོང། ཨ། སྡུག་ཇི་སྡུག་བསམ་པ་ལ་དཀའ་མོད་གང་ལྟར། ངས་སྐད་ཆ་དེ་གཙོ་བོ་དེ་འདི་ཡིན། ད། ངོ་དེབ་ནང་ལ་དེ་འདྲའི་ཡི་གེ་ཅིག་བཞག་བཞག། ད་དེ། དོན་དག་དེ་དགའ་རོགས་རྫབ་ཆེན་པོ་རེད་ཤ་ད་ངས་ད་རེས་འདི་ལ་ལན་བཟོ་རེ་བྱིན་ད་འདི་སྤྱི་དང་མི་གར་ས་སྤྱི་དང་ང་ཚོས་འདི་སྤྱི་ཚོགས་དྲ་རྒྱ་ནས་བར་བར་བཤད་དེ་ཡོད་དུ་ཟེར་ཡ་ཡ་ལན་བྱེད་རིན་ཟེར་ཡོག་མ་རེད་ལྷག་པར་དུ་ཡང་སྤྱི་ཚོགས་དྲ་རྒྱའི་ནང་ལ་ཡ་ཨ་ནི་ཁུངས་ལུང་བཅས་མེད་པ་སྤྱི་ཚོགས་འགན་འཁུར་ཁྱོན་ནས་མེད་མེད་པའི་ཐོག་ནས་སྐད་ཆ་བཤད་དེ་ངས་འདི་ཚོ་ད་དུས་ནམ་ཡ་ཡ་བྱས་ཡོད་ཡོད་མ་རེད་ར་བ། དེ་འདྲ་བྱས་ནས་ངས་རྩ་བ་ཉིད་ནས་འདི་སྐོར་བྱེད་ས་མ་རེད་ཡིན་པ་ཨ་ནི་མི་ད་ལྟ་འདི་ཡི་གེ་བཞག་ཡོང་ངའི་འདི། ཨ་ནི། མིང་གི་རྐུབ་ལ་ཡ། རིན་པོ་ཆེ། ཞེས་བྲིས་བཞག་རྒྱུ་དེ་ཡང། ཨ་ནི། ངོ་དེབ་ན་དོང་དཔར་རེ་ཡོད་དེ་རྒྱུ་རེད། འདི། ད་ག་པ་ག་ཡང་གཅིག་བ་ལ་ཡིབ་བྱེད་བྱེད། ཨ་འདི་འདྲ་བྱེད་ངེས་དེ་འདྲ་མ་རེད། ཁོ་སྔོན་སོའི་མི་ར་གྲོད་ཡ་ཡོད་པ་བྱེད་ཨ་ནི་མཚན་གི་རྐུབ་ལ་རིན་པོ་ཆེ་ཡོད་དེ་ངེས་བྱེད། དེ་འདྲ་གཅིག་གི། ཡི་གེ་གཅིག། ངོ་དེབ་ན་བྲི་བ་གཅིག་བཏང་བཞག།

ད་ཆོས་རྒྱུད་རིས་སུ་མ་ཕྱེ་བའི་དེ་འདྲའི་བླ་མ་དེ་འདྲའི་ཚ་ནས་བཀའ་སློབ་དེ་འདྲའི་ཐར་ཐོར་མང་པོ་ཉན་མྱོང། བྱས་ཙང་ངའི་བསམ་བློའི་ནང་དང་པོ་བོར་ཚིག་འདི་བསམ་བློ་འཁོར་སོང། ཕལ་ཆེར་རྒྱལ་སྲས་ལག་ལེན་སོ་བདུན་མར་བས་དེ་འདྲའི་ཞིག་ནང་ལ་ཆོས་པའི་གཟུགས་ཀྱི་ཆོས་མིན་བྱེད་སྲིད་པའི་ལས་ཞིག་འདུག་ག་ལ་ན་ཁོ་དྲིན་ངན་དེ་རིན་པོ་ཆེ་ཐ་སྙད་ཡོད་རྒྱུ་ཅི་རེད་ཤག་ཨ་ནི་བོད་ལ་མ་སྐྱེས་པ་དང། ཨ་ནི་བོད་མིག་མ་མཐོང་ངེས་ཅིག་གིས་ཨ་ནི་བོད་པའི་སྐུ་ཚབ་མཚོན་གྱི་རེད་པས་ལབ་ཤག། ཧང་སངས་སོང་ང་དངོས་གནས་ཁོར་ཧང་སངས་སོང་ཡིན་པ་ཡིན་ན་ངས་ངོ་དེབ་གནང་ལ་ངས་ད་ལྟ་འདི་ལ་ལན་བརྒྱབ་ཤ་ཡོད་རོ་ལན་བརྒྱབ་ཤ་ཡོད་ཡིན་པ་ཡིན་ན་ང་འདི་འཚོ་བ་དགའ་རོགས་ཤུགས་ཆེན་པོ་ལེགས་འདུག་འདི་ག་སྐད་ཆ་དེ་རྫབ་ཆེན་བཞུགས་སུ་ཐོངས་སོ་དེ་བྱས་ངས་ད་རིང་སྐད་ཆ་དེ་ཤེས་ཀྱི་ཡོད་ཨ་ངས་འདི་ནས་མ་སྐད་ཆ་བཤད་དེ་ངས་གང་ཟག་སྒེར་འདི་ད་མཚན་ལ་རིན་པོ་ཆེ་ཡོད་ངས་འདི་ལ་ཡག་མིང་ཐེར་འདོན་བྱེད་ཆེད་ནག་པོ་བཟོ་ཡ་འདི་འདྲའི་རྩ་བ་གཉིས་ནས་མེད་ད། ང་ཚོ་དཔེ་ཆ་ཆེན་པོ་ལུས་ལ་གྲ་ཆས་གོན་མྱོང་མེད་ར། དཔེ་ཆ་དཔེ་ལྟ་གཞུང་ཆེན་པོ་དེ་འདྲའི་སྦྱང་མྱོང་མེད། ཡིན་པས་ནི་གང་ཐོས་པ། གཙོ་བོ་རྒྱ་བ་རོམ་བཅས་ཀྱིས་བརྡ་རྩ་ནས་གསུང་ཆོས་ཞུས་པ་གང་ཤེས་འདེབས་པ་དང་གང་གོ་བདེ་བ་དེ་ག་ཚོད་ཐུབ་ཐུབ་ཀྱིས་དག་ལག་ལེན་བྱས་ཀྱི་འབད་བརྩོན་བྱེད་ངེས་ཅིག་ཡིན། ངས་ཁ་སང་ཉིན་མ་གཉིས་འདུག་འཇུ་བཟོས་པའི་སྐབས་ལ་ངའི་སྐམ་གནས་ཅུང་ཆོས་སྐྱོང་ཆེན་པོ་དང་འབྲེལ་བའི་ཐོག་ནས་ངའི་སྐམ་ཡོད་ཅིག་ཞུས། ངའི་དམིགས་ཡུལ་འདི། དེ་སྔ། ག་ས་རྒྱ་བོར་རམ་ཆེ་གི་བཀའ་སློབ་ཅིག་ནང་ལ་འདི་འདྲས་ཅིག་ཡོད། རྒྱ་བོར་རམ་ཆེ་གིས། ད། དེ་འདྲས། ད། སྡིག་པའི་ལས་ཟེར་ནས་རེ་ལན་མ་རུང་བ་བྱས་བས་བྱས་ཡོང་དུས་ཙམ་པ་ལ་འདི་ཡས་ང་ཚོས་ཀྱིས་འདི་ལ་ཡ་གདོང་ལེན་བྱེད་སྟངས་འགྲོ་གི་དེ་ལ་ཡ། ལས་བྱེད་མཁན་མི་དེ་ལ་ཡ་སྙིང་རྗེ་སྒོམས་ཞོགས། ཨ་ནི་མི་དེ་བྱ་བ་བྱེད་མཁན། མི་དེ་ལ་སྙིང་རྗེ་སྒོམ་ཞོགས་ཨ་ནི་བྱ་བ་དེ་ལ་ཡར་གདོང་ལེན་བྱས་འོ་རེད་ད་འདི་ནོར་རེད་ན་ནོར་འགྲུལ་ཁོ་ཡོ་སྲང་བྱས་འདུག་བྱས་འོ་རེད་འདི་བཀའ་སློབ་འདི་གསུངས་པ་ན་བཞིན་ད་ལྟ་ང་མ་འདི་དོན་དེ་ངས་རྐང་བཙུགས་ནས་འདི་མཚན་འདི་མ་སྨོས་གི་མེད་ངའི་དམིགས་ཡུལ་འདི་ག་ལ་འོ་རེད་རིན་པོ་ཆེ་མཚན་ཡོད་འདི་ངས་ཁོ་རང་ལ་ཅིག་ག་ལ་འོ་རེད་ནག་པོ་བཟོ་ཡ་ད་འདི་འདྲའི་འབད་བརྩོན་རྩ་བ་ཉིད་ནས་མེད་ཡིན་ནས་གནད་དོན་ཁོང་གི་གསུང་བཞག་རྒྱུ་འདི་བཀའ་མོལ་ཤུགས་ཆེན་པོ་རེད་བཀའ་མོལ་རྫབ་ཆེན་རེད་ད། ཚེ་ཡིན་རྐུབ་ལ་རིན་པོ་ཆེ་བརྒྱབ་ཞེས་ཨ་ནི་སྐད་ཆ་འདི་འདྲ་བཤད་དཔེ་མི་སྲིད་རྫབ་ཆེན་རེད་ང་འདི་བསམ་བློ་བཏང་ཡས་དེ་ངས་ཧང་སང་བྱས་ང་ད་ལྟ་འདི་རང་དབང་མེད་པར་མ་ཡོང་དགོས་ཀྱི་འདུག་ཆབ་སོང། རེད་བ། ད་ངས་འདི་ག་ལ་འགྲེལ་བཤད་ཞིག་བརྒྱབ་པ་ཡིན་ན་ཁོ་རང་གིས་དེ་འདྲས་ཅིག་སྦྱར་བྱས་རེད། བོད་ལ་མ་སྐྱེས་མཁན་དང་བོད་མིག་མ་མཐོང་མཁན་གྱི་བོད་པའི་སྐུ་ཚབ་མཚོན་ཐུག་རེ་བས་ལབ་གི་ཡོད་རེད། ངས་བ་དེ་བྲིས་མཆན་བརྒྱབ་ཡིན།

ང་ཚོ་བོད་པའི་སྤུ་གུ་ཡིན་དེ་ཕ་མ་གཉིས་བོད་ནས་ཡིན་དེ་བར་བ་བོད་པའི་ཤ་ཁྲག་ལ་རྒྱུས་ཤ་བས་ཀྱི་ཨ་ནི་བོད་མི་དེ་ག་ལ་ཡ་ཨ་ནི་ཁྱེད་རང་བོད་ལ་མ་སྐྱེས་བ་དང་བོད་མིག་མ་མཐོང་བ་རྒྱུ་མཚན་དུ་བྱས་ནས་ཁྱེད་རང་བོད་སྐོར་ལ་ཡ་བོད་པའི་སྐུ་ཚབ་བྱས་ལ་བོད་སྐོར་ལ་བཤད་ཡ་གྱི་ཐོབ་ཐང་ཡོད་ར་བས་ལབ་རྒྱུ་ཡོད་ར་ད། ད་སྡུག་ས་ལྟ་ཡོང་དུས་བསམ་པ་ལ། ཉོན་མོངས་རགས་པ་ཕལ་ཆེན་ཆོས་སྐལ་གྱི་འདི་འདྲའི་ཅིག་གི་ཆབ་སྲིད་ཀྱི་འདི་འདྲའི་ཅིག་གནད་དོན་སོ་སོ་གི་འདོད་པ་ཡོད་པ་འདི་ད། འདོད་པ་སྨྲ་གང་བྱེད་བྱས་ཨ་ནི་འདི་ད་འདི་གི། ཉོན་མོངས་རགས་པའི་གཞན་དབང་ལ་སོང་བྱས་འདི་འདྲའི་ཅིག་བྱས་བྱ་རྒྱུ་ཡིན་གྱི་རེད། དེ་མ་གཏོགས་ཅིག་གི་ཆགས་པའི་གཟི་བྱས་ཉམས་ལེན་གནང་ངེས་བྱས་ན་འདི་བཀའ་མོལ་འདི་འདྲའི་རྩ་བ་ཉིད་ནས་གསུང་བསྲི་ཡག་པར་ཡོད་མ་རེད་དཱ། ག་ལ་འདི་ནང་པའི་གི་ལྟ་གྲུབ་ཁོ་རང་ནས་ཡོངས་སུ་འགལ་བསྡད་རྒྱུ་རེད་སྐད་ཆ་འདི། བྱས་ཙང། ད་སྐད་ཆ་དེ་རྫབ་ཆེ་ཆུང་ལ་བརྟག་ཅིང་ང་མ་ཐོན་བར་རྒྱུ་མཚན་དེར་ངས་རྫབ་ཆེན་པོ་ཡིན་པའི་རྒྱུ་མཚན་ཤེས་ཀྱིན། ད་ལྟ་སྐད་ཆ་འདི་བཤད་ཡོང་དུས་ཙམ་པ་ལ་བོད་ལ་མ་སྐྱེས་པ་དང་བོད་མ་མཐོང་བ་བལྟས་ནས་ཨ་ནི་བོད་པའི་སྐུ་ཚབ་བྱེད་ཐུབ་ཀི་རེད་བས་ལབ་སྟེ་འདི་ངས་རྒྱ་ནག་གཞུང་གི་སྐད་ཆ་ཞིག་ཡ་རེད་ལབ་ཀི་ཡོད་ད་ང་ཚོ་ལྔ་བཅུ་ང་དགུ་ལ་བོད་ཤོར་རེད་བོད་ཤོར་ནས་ད་ལོའི་གསུམ་བཅུའི་དུས་དྲན་ལ་ཡང་ང་ཚོ་ཕལ་ཆེར་ལོ་དྲུག་ཅུ་རེ་བདུན། ད་ང་ཚོ་སྲུང་བརྩི་བྱེད་དགོས་ར་སུམ་ཅུ་དུས་དྲན་བོད་ཤོག་ནི་ལོ་དུ་གོ་སོ་ལོ་དྲུག་ཅུ་རེ་བདུན་བཟོས་དུས་བསམ་པ་ལ། ད་བོད་ཤོག་ནི་དེ་རྒྱ་གར་གླེང་ཡིན་མི་ཅིག་རྒན་གོ་ས་ཡ Retirement Age རྒན་ཡོལ་འགྲོ་ཡའི་དུས་ཚོད་སླེ་ཚར་རེད། རོ་ཨ། བོད་མི་སྒྲིག་འཛུགས་ཀྱི་རྒན་ཡོལ་འགྲོ་ཡའི་ལོ་ཚད་དེ་ཕལ་ཆེན་ལོ་དྲུག་ཅུ་རེ་ལྔ་ཡིན་ས་ཡོད་ད་རྒན་ཡོལ་ཕར་འགྱངས་བྱེད་སོང་ན་ད་ག་ཚོད་བསྡད་ཀྱི་རེད་དྲུག་ཅུ་རེ་བདུན་རབས་བརྒྱད་དེ་ནི་ཡ་ཡ། བསྡད་དོ་ཧ་བོ་རེད། དེ་ཟེར་དུས་བསམ་པ་ད་ལྟ་ཁོ་རང་གི་སྐད་ཆ་བཤད་བསྡད་དེ་བོད་མི་སྒྲིག་འཛུགས་ནང་ལས་ཀ་བྱེད་མཁན་ལོ་དྲུག་ཅུ་རེ་ལྔ་ལ་བརྒལ་ཡོད་རེད་དེ་ཟེར་དུས་བསམ་པ་བོད་མི་སྒྲིག་འཛུགས་ནང་ལས་ཀ་བྱེད་མཁན་མི་དེ་གའི་ཆ་ཚང་ད་ལྟའི་ཆ་ལ་རེད་དེ་གའི་ཆ་ཚང་བོད་པའི་སྐུ་ཚབ་བྱས་ཏེ་བོད་དོན་ག་ལ་བཤད་ཡས་ཀྱི་ཐོབ་ཐང་ཡོད་མ་རེད་སྲིད་གོ་རེད་བྱས་ཙང་ངེད་ལ་དེ་རྒྱ་ནག་གཞུང་གི་སྐད་ཆ་བཤད་དེ་ཆགས་བསྡད་ཡོད་རེད་ད་ག་ན་བཞིན་ད་ནམ་རྒྱུན་བོད་དོན་ག་ལ་བཤད་དེ་ངའི་གཞོན་ནུ་ཚོགས་པ་ཡེ་ནས་འདྲ་འདུག་ལྷག་པར་དུ་སློབ་ཕྲུག་རང་བཙན་ཚོགས་པ་ཟེར་དེ་ད་སྤུ་གུ་སྤུ་གུ་རུ་བ། མི་རྡོ་གསུམ་པ་གི་སྐད་ཆ་རེད། འདི་ཚོ་ད་བོད་དོན་སྐོར་ལ་ཤེས་ཡ་གི་ཇུས་གཏོགས་སྐར་མ་ལྔ་ལྷག་མི་འདུག་ཨ། ཁྱེད་ས་སྐད་ཆ་འདི་ཚོ་ཧང་སངས་རྫབ་ཆེན་པོར་དང་དེ་སྔ་སྤྱི་འཐུས་གྲོས་ཚོགས་ནང་ལོག་ལ་ཡ་སྐད་ཆ་ག་རེ་ལས་རེད་ཨ། ང་ཚོ་བལ་བལ་གི་སྤུ་གུ་ཨ་ལས་བལ་བལ་ཕ་མ་གཉིས་ནས་ཕ་མ་གཅིག་ཕྱི་མི་རིགས་ཡིན་དེ་ངས་འདི་ཚོ་བལ་བ་རེད་དང་མ་རེད་འདི་འདྲའི་སྐད་ཆ་བཤད་ཡོད་ཨ། གལ་སྲིད་དེ་འདྲའི་གླེང་སློང་བྱུང་ཡོད། ད་ད་ཆ་ཕ་མ་གཉིས་ཆར་བོད་པ་ཡིན་དེ་ངེད་ཅིག་གིས། ར། ཕ་མ་གཉིས་ཆར་བོད་པ་ཡིན་དེ་ངེད་སྤུ་གུ་བོད་ལ་མ་སྐྱེས་པ་དང་བོད་མིག་མ་ཐོན་པ་རྒྱུ་མཚན་དུ་བྱས་ནས་ཁྱོད་ཚོ་བོད་པའི་བོད་དོན་ག་ལ་ཡག་བྱུས་དོགས་ཡོད་མ་རེད་ལབ་དགོས་རེད། དེ་ཡང་མཚན་ལ་རིན་པོ་ཆེ་ཁྱི་རིན་པོ་ཆེའི་མིང་ཡོད་དེ་ངེད་ཅིག་གིས། འདི་ཚོ་ཧང་སང་ཡ་རྫབ་ཆེན་པོ་རེད་སྐད་ཆ་འདི་ཚོ་ཡ་ཡོད་རྫབ་ཆེན་པོ་རེད་ད། ངས་འདི་མི་ད་ག་ཟ་བ་གི་བཤད་ཡས་ན་ངས་འདི་རྩ་བ་ཉིད་ནས་བཤད་ས་མ་རེད། ད་འདི་ལྷག་པར་དུ། ཆབ་སྲིད་ཁང་ནས་ཁྱེད་རང་ད་ལྟ། རིན་པོ་ཆེ། གཟིགས་པ་ཡིན་ན་ངས་ད་ལྟ་ལབ་པ་ན་ཞིག་རེད་བོད་མི་སྒྲིག་འཛུགས་གང་ཟག་སྒོ་རྒྱབ་ཡས་རེད་གཞོན་ནུ་ཚོགས་པ་སློབ་ཕྲུག་རང་བཙན་ང་ཚོ་བཙན་བྱོལ་ན་སུ་གང་ལ་བོད་པའི་སྐུ་ཚབ་བྱེད་ཡས་ཀྱི་ད་འདི་ཡོག་མ་རེད། ཐོབ་ཐང་འདི་ཡོག་མ་རེད་ཟིག་གོ་རེད་ཚང་མ་སྒོ་རྒྱབ་ནས་བསྡད་བསྡད་ཡས་རེད་དུ་ཨང་ལྷག་པར་དུ། ད་ཞི་ཉིན་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱག་དེབ་གསར་བ་ཅིག་དབུ་འབྱེད་གནང་རེད། ཕྱག་དེབ་དེ་གི་མཚན་བྱང་ལ་ག་རེ་བཀོད་ཡོད Voice for the Voiceless བོད་དང་བོད་མིའི་འདྲི་རྩབ། ག་རེ་སི་ཀོ་རེད་འདི། བོད་ནང་ལོ་མི་ལ་ཡ་སོ་སོ་ཕི་གས་བོད་ནང་ལ་རང་དབང་མི་འདུག་ལ་སྐད་ཆ་བཤད་ཡ་གི་དེ་རང་དབང་དེ་ཡོག་མ་རེད། བྱས་ཙང་བོད་དུ་ཕ་གིའི་གི་མགྲིན་ཚབ་དེ་ང་ཚོ་བཙན་བྱོལ་ནང་ཡིན་ངེས་བོད་པ་དེ་ཚོ་ཡིན་ཨིས་ལབ་ཆེ་དོན་དག་དེ་འདི་ལབ་ཀྱི་ཡོད་རོ་དེབ་གི་མཚན་བྱང་འཁོར་བ voice for the voiceless ང་ཚོ་བོད་ནང་ལོ་མིག་གི་སྐུ་ཚབ་ང་ཚོ་ཡིན་ཨིས་ལབ་དགོས་རེད་ད་ཁྱེད་རང་གི་འདི་སྐུ་ཚབ་མ་རེད་ལབ་ཀྱི་ཡོད་རེད་ཤུགས་ལ་བྱས་ཙང་ངེས་ལ་ཡོད་དེ་ཆབ་སྲིད་གི་ཐོག་ནས་འདི་རྒྱ་ནག་གཞུང་གི་སྐད་ཆ་བཤད་ཡས་དེ་ཁྱེད་རང་གི་ཤེས་ཡོང་གི་འདུག་ངས་འདི་ལབ་ཀྱི་ཡོད་བྱས་ཙང་སྐད་ཆ་དེ་ཧང་སངས་ཀྱི་འཛབ་ཆེན་པོ་རེད་ལྷག་པར་དུ་ཡང་ད་སྐད་ཆ་འདི་ལ་ཡ་ད་འདས་ཀྱི་སྤྱི་ཚོགས་གནས་སྟངས་དང་ཆབ་སྲིད་ཀྱི་ལྟས་བ་ཡིན་ན་ད་ནས་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ། རྡོག་རྩ་གཅིག་སྒྲིག་ལའི་སྐད་ཆ་ཅིག་བཤད་ཡོང་བས་ང་ཚོ་ད་ལྟ་དཀའ་ངལ་འཕྲད་དེ་ཡ་དེ་འདི་རུ་བ། ཨ་ད་དུང་མང་པོ་ཅིག་གིས་ཡ་ལ་དེ་ཡ་འཛིན་སྐྱོང་བཀའ་ཤག་ལ་ཡ་སྤྲད་དེ་བོ། ར་བ། ད་བཀའ་མོལ་ཞེས་བཀའ་མོལ་གསུང་བས་འདི་འདྲས་གསུང་གི་ཡོད་རེད་ད། ཨ་ད་དུང་ཡ་ལ་ཡ། འཛིན་སྐྱོང་བཀའ་ཤག་དང་ཡི་གེ་དཔལ་ལྡན་སྲིད་སྐྱོང་ལ་ཡང་ཡ་ལ་བཙུགས་གི་ཡོད་རྟ་སྐད་ཆ་འདི་ལྟ་དཀྲུག་ཤིང་སྐད་ཆ་ཅིག་རེད་མ་རེད་འདི་ལ་བལྟས་པ་ཡིན་ན་རེད་བ། དེ་སྔ་ནས་ང་ཚོ་ཆོལ་ཁ་དང་ཆོས་ལུགས་ཀྱི་སྐད་ཆ་ཅིག་རེད་བ་འདི་འདྲའི་སྐད་ཆ་ཅིག་ཡོད་བསྡད་པའི་ཁ་ལ་ད་བོད་ལ་སྐྱེས་མ་སྐྱེས། བོད་མཐོང་མ་མཐོང་ལ་ཡང་དེ Division གསར་བ་ཅིག་བཟོ་ཡོང་གི་རེད་བསྡད། བྱས་ཙང་འདི་ཚོ་ཆབ་སྲིད་ཀྱི་སྟེང་ན་སྐད་ཆ་འདི་ཚོ་དཔེ་མི་སྲིད་རྫབ་ཆེན་པོ་རེད་བདེ། ཞེའུ་རྫ་ཆེན་པོ་རེད། བྱས་ཙང་ང་དེ་དཔེ་ཐང་འདྲ་ཞིག་བསང་བྱས་ནས་དེ་གསལ་བཤད་ཅིག་མ་བྱེད་རང་བྱེད་ཐུགས་སུ་དེ་ག་ལ་འདུག་ས་རེད། ད་དེ་ནས་ཁོ་རང་ལུས་ལ་ཡ། ད་སངས་རྒྱས་ཀྱི་ནམ་ས་བཟོ་རེ་བྱས་ད་ནམ་ས་ཡིན་ནམ་མིན་ཧ་གོ་མི་འདུག་གང་ལྟར་རིན་པོ་ཆེ་གཅིག་ནི་གང་ལྟར་གསང་སྔགས་ཀྱི་ཆོས་པ་གཅིག་ཡིན་པའི་ཁུལ་རེད་ཤག་རོགས་ཨ། ད་ཆོས་ཕྱོགས་ཀྱི་ཐོག་ནས་ཁྱེད་རང་སྐད་ཆ་དེ་ལ་ཡ་ལན་ཅིག་རྒྱབ་པ་ཡིན་ན། ད་དེ། ཞེ་དྲག་གི་ངོ་ཚ་བོ་རེ་བྱ། ད་ལྟ་ཕེ་གྷལ་ལི་ཡིས་གར་ཕྱིར་བོད་ལ་མ་སྐྱེས་པ་དང་བོད་མིག་མ་མཐོང་མཁན་གཅིག་གིས་ཨ་ནི་བོད་པའི་སྐུ་ཚབ་རེ་མགྲིན་ཚབ་བྱེད་ཐུག་གི་རེད་བས་ལབ་རེད། དེ་ཚོ་ངས་ད་ལྟ་ངོ་དེབ་ནང་ལེན་རྒྱབ་བཞག་ཡོད་ཁྱེད་རང་དེ་ཁྱེད་རང་སངས་རྒྱས་པའི་ཆོས་ལུགས་དེ་ཁྱེད་རང་སློབ་སྦྱོང་བྱས་ཡོད་ན་ད་ག་རང་གི་རིག་པ་བཏང་ཡོད་དུས་ཁྱེད་རང་བསྔོ་བློ་བྱ་ཡ་རེ་བཞག་ངས་ལབ་ཡིན། གར་བཞིན་ལ་ན། ད་ལྷག་པར་དུ་གསང་སྔགས་ཀྱི་ཆོས་བྱེད་ངེས་ཅན་ཡིན་པའི་སྐད་ཆ་རེད། དེའི་ནང་ལོགས་ལ་ཁམས་བདེ་གཤེགས་སྙིང་པོ་དེ་ཞེའུ་གཤེགས་ཡིར་བ། བར་དོ་གི་སྐད་ཆ་རེད། རེད་བ། ཤེས་པའི་རྒྱུན་འགྲོ་མ་འགྲོ་ག་ལ་སྐད་ཆ་ཞེའུ་ཅིག་གཤེགས་ཡིར་བ། མིག་གི་མཐོང་ཡ་མེད་རྒྱུ། འདི་གཤེགས་ཡིར་བ། རྟ་ཡིན་པ་ནས་མིག་མཐོང་ལ་སྲིད་མིག་གི་མཐོང་ཡ་ཡོད་རྒྱུ། ཕ་མ་གཉིས་ཀྱི་ཁུ་ཁྲག་ནས་བྱུང་བའི་ལྟ་སྤུ་གུ་ཇི་ཡོར་བ DNA test བྱས་ནས་རག་པ་མཐོང་ཡས་ཡོད་རྒྱུ་དུར་བ་འདི་གི་ཕ་མའི་ཁུ་ཁྲག་གི་ལྟ་རྫས་ཀྱི་རྒྱུས་སུ་ནས་འདི་ཡོད་བཤད་རྒྱུ་འདི་འདི་འདི་ད་ག་རང་རྒྱུན་འདི་རེད་མ་རེད་ལ་ནས་འདི་ཡིན་པ་ཁས་ལེན་རོ་བྱེད་ཀྱི་ཡོད་མ་རེད། ཕ་མ་གཉིས་བོད་པ་ཡིན་དེ་ངེད་ཀྱི་སྤུ་གུ་འདི་རུ་བ་བོད་པ་གཙང་མ་གཙང་རྒྱན་ཆ་རྒྱུ་དེ་བོད་པ་རེད་བས་འདིའི་ཚབ་བྱེད་ཐུག་རེད་ཚུག་མ་རེད་ལབ་དགོས་རེད་ཨ་མཆོག་གཞན་པ་གཅིག་ནས་ཧཧཧ།

རོ། བོད་ལ་མ་སྐྱེས་ངེས་དང་བོད་མིག་མ་མཐོང་ངེས་ཅིག་གིས་བོད་པའི་སྐུ་ཚབ་ཆེ་ཐུགས་ཁུར་བས་ལབ་རྒྱུ་བརྩམས་པ་ལ། ད་དོག་དོག་བཤད་ན་ཁྱེད་རང་ཤུགས་ལ། འདི་བོད་པ་མ་རེད་ལབ་ཀྱི་ཡོད་ར། ཚབ་བྱེད་ཡའི་ཐོབ་ཐང་ཡོད་མ་རེད་ལབ་ཀྱི་ཡོད་ར། ད་འདི་རིག་པ་དང་ངས་ད་གི་འདི་ན་དག་ར་ལབ་ཡི། ཨ། ཨ་ནི་བོད་པ། ང་ཚོ་རྒྱ་གར་ལ་སྐྱེས་མེད་བ། སངས་རྒྱས་བཅོམ་ལྡན་འདས་ང་ཚོས་མཇལ་མྱོང་མེད་བ། ཨ་ནི་ང་ཚོ་ནང་པའི་ཆོས་ཀྱི་ག་འདྲེས་ལས་རེད་དེ། ང་ཚོ་བོད་བརྒྱུད་ནང་བསྟན་ལ་ནི་དེ་ལབ་ཐུ་བས་མི་འདུག་ཨ་ཁྱེད་རང་སྐད་ཆ་བཤད་སྟངས་འདི་ལ་བལྟས་པ་ཡིན་ན་ཁྱེད་རང་གིས་སྐད་ཆ་བཤད་བཤད་རྒྱུའི་རིག་པ་འདི་ལ་བལྟ་བ་ཡིན་ན་དེ་མི་འདུག་ཨ་དེ་ཞེ་རང་ངོ་ཚ་བོ་རེད་ཤག་ང་ཧང་སངས་སོ་དངོས་གནས་ཁོ་རང་ཧང་སངས་སོ་ད་ལུས་ལ་ནམ་ས་བཞེས་དེ་ཤག་ཨ་ནི་བད་ཁོ་རང་ངོ་དེབ་ག་ལ་འདུག་སེ་བྱས་ནས་ཡི་གེ་སྦྱར་ཡོང་གི་འོ་རེད་ད། ད་གིན་ངས་གོང་དུ་ཞུས་པ་ནི་ཞིག་རེད་འདི་བེད་ཁོ་ར། ཆོས་པའི་གཟུགས་ཀྱི་ཆོས་མིན་བྱེད་སྲིད་པའི་ལས་ནི་ང་ད་ག་རང་ཁྲ་ལིང་ཁོ་ར་འདི་འདྲའི་འགྲོ་བྱེད་བསམ་བློ་ཁོ། ད་ཡང་ངས་ད་རེས་འདི་མ་སྐད་ཆ་བཤད་པ་རྒྱུ་མཚན་འདི་བྱས་བྱས་ར་བ། ངས་འདི། མི། དགེ་འདུན་པ་སྤྱི་ལ་ངས་རྩ་བ་གཉིས་ནས་འདི་བསྐུར་འདེབས་ཞུ་གི་མེད་ད། ང་ཆགས་བཞག་པ་ཡིན་ན་ང་ནང་པ་སངས་རྒྱས་པ་ཡིན་པའི་སྤོབས་པ་ཆེན་པོ་ཡོད་ངེས་ཅིང། ང་རང་ཚོ་ལ་ཡོད་ན་མེད་ན། ར་བ་ད་ལྟ་ཁོ་རང་གསུངས་དེ་བྱས་ཙང་ངས་ད་ལྟ་སྐད་ཆ་བཤད་ཡོང་དུས་སུ་མ་ངས་ལན་བརྒྱབ་དུས་ག་འདྲས་བརྒྱབ་ཀྱི་འདུག་རྒྱ་རོམ་ཅའི་བཀའ་གཞི་བཞག་ཕྱིར་ནས་ངས་མ་ལན་བརྒྱབ་ཀྱི་ཡོད། ང་སྤོབས་པ་དེ་འདི་ལ་ཡོད། ད་འདོད་རྒྱ་རོམ་ཅའི་བཀའ་གྱི་ལུང་དྲངས་པ་ཡིན་ན་ང་ཚོ་བོད་ཕག་ཟེར་ཡས་དེ་ལ་ཡང་སྤོབས་པ་བྱེད་ཡས་ཀྱི་རྒྱུ་མཚན་ག་རེ་ཡོད་རེད་དེ་སྔ་རྒྱ་རོམ་ཅས་གསུངས་སོ་བོད་ཕག་ཟེར་བ་ནི་ང་ཚོ་སྤོབས་པ་བྱེད་ཡས་གཙོ་བོ་དེ་ནང་པ་སངས་རྒྱས་པའི་ཆོས་ཀྱི་དེ་ལས་བྱུང་པའི་རིག་གཞུང་དེ་ལ་བརྟེན་ནས་ང་ཚོ་སྤོབས་པ་བྱེད་ཡོང་དགོས་ར་བྱས་ས་སྐུ་མདུན་གསུངས་གནང་སོ་བ་བྱས་ས་བོད་པ་ཟེར་དུས་གཞན་པ་བོད་པ་རྒྱུ་ཆེན་པོ་འདུག་ཟེར་ལ་ནི་སྤོབས་པ་བྱེད་འདུག་བས། བོད་པ་མདོག་ཡག་པོ་འདུག་ཁ་མིག་རྣག་མིག་ཡག་པོ་འདུག་ཅེས་ང་ཚོ་ལ་ཅིག་ངོམ་སོ་རྒྱག་ཡས་ཡོད་བས། དེ་གས་ཡོག་མ་རེད་ཟེར་རྒྱ་རོམ་ཞིག་རང་གིས་གསུངས་ཡོད་རེད་ང་ཚོ་ལ་ཡོད་དེ་ཡ་དེ་ནང་པ་སངས་རྒྱས་པའི་ཆོས་ལས་བྱུང་པའི་ད་རིག་གཞུང་དེ་རེད་དེ་ང་ཚོས་ད་གཅེས་ནོར་ཟེར་ནས་ངོམ་སོ་རྒྱག་ཡས་དེ་འདི་རེད། བྱས་ཙང་ད་ལྟ་ངས་ཁྱེད་རང་ལ་དགག་པ་རྒྱག་ཡས་དེ། རྫས་རྒྱུན་དང་ཤེས་པའི་རྒྱུན་ཤེས་ཡས་ཅིག་དང་ད་ལྟ་ཁྱེད་རང་ལ་ཕར་དྲི་བ་བཏང་ཡས་དེ། ང་བརྒྱ་ཆ་བརྒྱ་ཐམ་པ་ནང་པ་སངས་རྒྱས་པ་ཡིན་པའི་སྤོབས་པ་ཞེ་བོ་ཆེན་པོ་ཡོད་ངེས་ཅི་ཡིན། ར། བྱས་ཙང་འདི། འབད་བརྩོན་མ་གནང་རུ་ཆི། ང་དེ་འདི་འདྲའི་རྩ་བ་ཉིད་ནས་མེད་ད། ད་དུང་འདི་བསམ་བསམ་བློ་བཏང་བཏང་བྱས་པ་ཡིན་ན་ང་ཕལ་ཆེར་ནང་པ་ཆེ་ཡིན་ས་རེད། དེ་འདྲའི་མིང་འདི་འདྲའི་གྱེས་ཡས་མེད་གས་དགོས་ཆི། ཡིན་པས་ནི་གང་ཉན་པ་ཤེས་པ་དེ་ལ་ཡང་བརྒྱ་ཆ་བརྒྱ་ཐམ་པ་སོ་སོ་ཡིས་ག་ཚོད་ཐུབ་ཐུབ་ཀྱིས་འབད་བརྩོན་བྱེད་ཡས་ཤིག་དང་ནམ་བཞག་རྒྱུན་དུ་གཅིག་གིས་མི་ལ་ཡ་སེམས་གནག་བྱེད་ཡས་དང་གཅིག་རྒྱབ་ལོག་ནས་ལྐོག་ལྐོག་སུད་སུད་བྱས་བྱས་འདི་འདྲའི་རྩ་བ་གཉིས་ནས་བྱེད་ཡས་ཀྱི་འབད་བརྩོན་ད་ལྟ་བར་དུ་བྱས་མ་མྱོང། ག་ལ་ནི་ང་ཚོས་ཚེ་ཕྱི་མ་ཟེར་ཡས་དེ་ལ་ཡིད་ཆེས་ཞུ་བྱེད་ངེས་ཅི་ཡིན་དེ་བྱས་བྱས་སོ་སོའི་གི་མི་ཚེ་སྐྱེལ་སྟངས་དེ་ཡང་ད་ག་ཚོད་ཐུབ་ཐུབ། ཆོས་དང་མཐུན་པ་ཅིག་འགྲོ་ཐུབ་ཡས་ལ་ཡ་ཞེའུ་དེ་འདྲ་ཁྱེད་ཀུན་ཤེས་ཀྱི་མེད་ད་ཡིག་གོང་དུ་ཞུས་པ་ན་ཞིག་རེད་གང་ཐོས་པ་རེད་བ་གང་འདི་གའི་ཐར་ཐུར་འདི་གང་ལ་ཡང་ཆོས་ལུགས་ཞེན་གོ་དེ་འདྲ་རྩ་བ་ཉིད་ནས་མེད་རེད་བ་ཆོས་ལུགས་རིས་སུ་མ་བཅུས་པའི་ཆོས་ལུགས་བླ་ཆེན་མང་པོ་ག་ཅིག་གསུང་ཆོས་དེ་འདྲ་ཉན་མྱོང་རེད་བ་ཆ་ཚང་ལ་དད་པ་ཡིད་ཆེས་མོས་པ་དེ་འདྲ་ཞུ་དེ་ངེས་ཅན་དེ་འདྲའི་ཆོས་ལུགས་བྱེ་བྲག་ཅིག་ལ་ཡ་ཞེའུ་ཅིག་གིས་དེ་འདྲ་བྱེད་དགོས་ཨ་ཅེ་རྩ་བ་ཉིད་ནས་མེད། འོ་འདུག་ཟིན་ཡིན་ད་སྐད་ཆ་འདི་རིང་པོ་ཆགས་སོ་དེ་ཡིན་པ་ཡིན་ནི་དེ་ཀ་མེད་དེ་པད་ང་པད་ཁོ་རོ་རྒྱ་གར་སྐད་ཡིན་ན་རྗ་དཀར་ལགས་འདུག་ཨ། ཤོག་དྲོ་ཞིག་སྤྲད་སོ་དེ་འདྲས་ཅིག་གི། ངོ་དེབ་ག་ལ་འདི་འདྲས་འདི་འདྲས་སྦྱར་ཐུག་ནས་པད་རེད་དེ་འདྲས། པད་ཆབ་སྲིད་ཀྱི་ལྟས་བ་ནི་ངས་ད་ལྟ་ལ་སོང་ཨ། དེ་པད་རྫབ་ཞན་རེད་ད་དེ་རྒྱ་ནག་གཞུང་གི་སྐད་ཆ་བཤད་སྐད་ཆ་ཞིག་རེད། ཨ་ནང་པའི་ཆོས་ཀྱི་ད་ལྟ་ཡ་རིག་པ་བཏང་བྱས་སྐད་ཆ་བཤད་པ་ཡིན་ན་ཁྱེད་རང་ནང་པ་ཆགས་ཡ་ཡོག་མ་རེད། བོད་པའི་ཕ་མེས་ཀྱི་ཁྲག་གི་རྒྱུན་སླེ་རྒྱུ་བོད་པ་མ་རེད་ལབ་པ་ཡིན་ན་ཁྱོད་བཅོམ་ལྡན་འདས་མཐོང་མ་མྱོང་ཨ། རྒྱ་གར་ལ་སྐྱེས་མ་མྱོང་ཅི་ནང་པ་ག་ནས་ཡོང་རེད་དེ་ནས། ག་ནྡ་རྒྱུན་ཅི་གང་ལ་སྐད་ཅི་བཤད་བ་དོ་ཀ་འདྲི་ནོམ་ཅི་གང་ལ་ཨ་ཀ་འདྲི་ནུས་དྲི་ག་སྐད་ཅི་ཤེས་ཀྱི་རེད་རྫས་ཀྱི་རྒྱུན་ཡིན་ནི་རེད་ཤེས་པའི་རྒྱུན་ཡིན་ནི་རེད་ལུང་གི་རྒྱུན་ཡིན་ནི་རྒྱུན་ཅིག་ལ་ལྟ་ནི་ད་འདི་ང་ཚོ་འདི་བྱེད་ཀྱི་འོ་ར། ཁྱེད་རང་ཞོག་ཅིག་ལ་འདི་ཁས་ལེན་གྱི་ཡིན་ཨ། ཨ་ནང་པ་ཟེར་ཏེ་འདི་བཅོམ་ལྡན་འདས་མཐོང་མ་མཐོང་ལ་འབྲེལ་བ་ཡོད་མ་རེད་ད་ལྟ་གཞན་པ་ཅིག་རྩོད་པ་འདི་རྒྱག་གོ་རེད། ཨ་ནང་པ་ཡིན་མིན་དེ་བཅོམ་ལྡན་འདས་སྐུ་འཚོ་ཞུགས་དང་རྗེས་མ་ཅིག་འབྲེལ་བ་ཡོད་མ་རེད་ཁོའི་གསུང་གི་རྒྱུན་འདི་སྐད་ཞིག་ཡོད་རེད་འདི་ལ་ན་བོད་པ་ཡིན་མ་ཡིན་དེ། བོད་པའི་ཕ་མ་གཉིས་ཀྱི་ཁུ་ཁྲག་གི་རྒྱུན་དེ་བོད་པ་ཁས་མ་ལེན་ན་ཨ་ག་འདྲི་ཆགས་སོང། བློ་འབྱེད་གསུམ། ད་ལྟ་ཨ་མི་རི་ཀ་ལ་ལྟ་བ་ཡིན་ན་དངོས་གནས་ཁོར་ལ་ཟེར་ད་ལྟ་ཨ་མི་རི་ཀ་གི་ཆབ་སྲིད་ཀྱི་གནས་སྟངས་ལྟ་དེ་དགྲ་བོ་ཐུང་ངུ་ཏུ་ཛག་དེ་ཚོའི་བསམ་བློ་འཁྱེར་སྟངས་དང་ཨ་ཨ་མི་རི་ཀ་གི་མི་སེར་ཡིན་པས་འགྲིག་གི་ཡོད་མ་རེད། བར་ལམ་ཨ་རིའི་ནང་ལ་དཀའ་ངལ་ག་ཚོད་བྱུང་སོང། ཁྱེད་རང་སྐྱེས་ས་ག་ནས་ཡིན་ལ་ཟེར་ང་ཚོ་མི་ནི་སོ་ར་ལས་དཀའ་ངལ་མང་པོ་བྱུང་རེད། དེ་ཚོ་ཞེ་བོ་ཅིག་གི་མི་ལྟས་ཅིག་གི་བསམ་བློ་ཡོད་དེ་ངས་ཡིན་ན་ད་འཛམ་བུ་གླིང་གི་ལྟས་པ་ཡིན་ན་ད་ལྟ་ཨ་མི་རི་ཀ་གི་བྱེད་སྟངས་དེ་ལྟ་བ་ཡིན་ན་ཕྱིའི་མི་ལ་སྡང་ཟུག་བྱེད།